ད་ལྟ་འདི་འབྲི་གུང་དགོན་པ་གི་བཀྲ་ཤིས་སྒོ་མང་མཆོད་རྟེན་དངུལ་མཆོད་ཀྱི་དེ་ད་རིག་གནས་གསར་བརྗེ་སྐབས་མེད་སོང་ཙང་དེའི་མཚམས་དུ་གསར་དུ་བཞེངས་བའི་བཀྲ་ཤིས་སྒོ་མང་མཆོད་རྟེན་ཁྲི་ད་བཟོ་ལྟར་ཕུན་སུམ་ཚོགས་པ། འདི་མོ་བཟོ་གསར་བའི་ཁྲོད་ན་བོད་ཁམས་ནས་འདི་ལྟ་བུ་མཐོང་དཀོན་པ་དེ་མེད་ཟེར། ད་ལྟེམ་བྱང་ཡིན་ན་ད་འདི་མོ་བཞག་དགོས་ནི་རེད་ད་ལྟེམ་བྱང་ན་འདི་མོ་བདེ་བར་གཤེགས་པའི་ལྟེམ་བྱང་ན་དེ་ནས་རྒྱའི་ཆ་ནས་བཟོ་རྩལ་གྱི་ཆ་ནས། ཐིག་རྩ་ལ་སོགས་པའི་ཆ་ནས་ཀྱང་ཞིག་ཕུན་སུམ་ཚོགས་པ་ཡིན་པ་ཚབ་དང་ལྡན་པ་ཡིན་པ། དེ་ནས་ད་ལྷག་པར་ལྷག་ཏུ་དེ་ནས་ད་འདི་མོའི་གི། རྒྱུ་ཆ་གི་ཆ་ནས་ཀྱང་རིན་པོ་ཆེ་ཡིན་པ། ལོ་ངོ་བརྒྱ་སྟོང་ཁྲི་འབུམ་མང་པོ་བཞག་དང་ན་ཡང། ཞེས་རིལ་རྒྱུ་ཆགས་རྒྱུ་དེ་མོ་སུ་ཞིག་གི་གནོད་སྐྱོན་འབྱུང་མི་སླ་བ། གཏི་མུག་ཡིན་པ་དང་དེའི་ཕྱིར་དེ་ནི། དེ་ནི་འདི་མོའི་བཟོ་ལྟར་ཁལ་མ་རེ་བཟོས་ཅིག་ན་གཞི་བདག་གི། རྒྱུ་ཆད་བཟོས་མ་སོང་བ། དེ་ནི་བཟོ་མཁན་གྱི་ལག་རྩལ། སྐྱེལ་སྤྲང་བྱེད་པ། ལག་རྩལ་མཐོར་འདེགས་ཡོང་བ། དེ་ནི་ད་གཏི་མུག་གི་ཅིག་སྒྱུ་རྩལ་གྱི་ཆ་ནས་རེད། ཡུན་རིང་ཉར་ཚགས་ཀྱི་ཆ་ནས་རེད། རྒྱུ་ཆ་གྱི་རིན་ཐང་གི་ཆ་ནས་རེད། དེ་ནི་ལག་རྩལ་པའི་ལག་ཤེས་མཐོར་འདེགས་ཀྱི་ཆ་ནས་རེད། དེ་ནས་མི་རིགས་ལ་དེ་ནས་ལོ་ངོ་མང་བོ་གི་རིང་ལ་ད་བརྒྱ་སྟོང་མང་བོའི་རིང་ལ་ཤི་བཞག་གི་རིག་གནས་སུ་གྱུར་ཐུབ་པ། ད་འདི་མིའི་གཞན་དགོན་རེད་མ་གཏོགས་པའི་དེ་ལས་གཞན་པ་ཨར་འདམ་འདྲ་འདྲ་ད་འདི་མིའི་ལོ་ངོ་བཅུ་ཕྲག་ཁ་ཤས་གི་དེ་ནས་ད། ག་ཉི་གའི་མ་ར་གཏོར་དགོས་ན་མི་ཉན། ཡ་ར་དེ་ནས་ད་མཆོད་ཡུལ་དུ་བཞག་དགོས་ན་ཁ་མི་ཉན།

ད་ཐང་ཀ་ཡིན་ན་ཆོག་གི་ཡང་ན་འཇམ་སྐད་ཡིན་ན་ཆོག་གི་ད་འདི་རུ་འདི་ཚོ་འདི་ཀྲོང་ཙེ་སྒམ་པོ་གྲོང་ས་གི་འདི་རྒྱ་དམར་ཁྲི་སྒང་གི་ཧོ་ཀྲོང་བྱམས་པ་མི་འགྱུར་བ་ལང་ན་ཡོད་ནི་དེའི་བྱམས་མཐོང་ཁང་གི་ནང་ན་ཡོད་པའི་རྒྱལ་རོང་ཀྲོང་ཙེ་སྒམ་པོ་ད་འདི་ཚོའི་སྐད་རེད་ད་འདིའི་ཕྱིར་བཏང་སྐད་བཞེངས་ནོ་ཡག་གི་ད་ལྷག་པར་དུ་འདིའི་ན་བཟའ་གི་སྟེང་ན་རི་མོ་བཀོད་ནོ་འདི་ཚོ་བྱེད་གི་ཧ་ཅང་ཡག་པ་ཡིན་ནི་དེ་མི་རེད། ཕུན་སུམ་ཚོགས་པ་ཡིན་ནི་དེ་མོ་རེད།